བཀྲ་ཤིས་བདེ་ལེགས། ད་ད་རེས་ཀྱི་བརྗོད་གཞི་འདི་གི་ནང་ལོགས་ཡ་ནི་བྱིས་སྒྲུང་གི་གནས་སྟངས་དེའི་སྐོར་ལ་ཏོག་ཙམ་ཞུ་ཡ་ཡིན། ད་ང་ཚོ་བེ་ལག་རྒྱ་གོར་བེ་རག་རྒྱ་གོར་ལ་ལབ་དེ་རེད་བ། ད་རྒྱ་རྒྱ་གོར་ལ་དེ་དམ་པ་ཡང་ང་ཚོ་གི་པུ་གུ་ཏི་གི་ལས་ལ། པུ་གུ་གི་སྒྲུང་དོན་དེ་ཏག་ཏག་ཅིག་ཡོད་རེད་ཡོད་མ་རེད་ཟེར་ཡ་ད་དེ་གི་དྲི་བ་དེ་སླེ་ཡོང་གི་འདུག་བ། དང་པོ་དེ་ལ་ཡང་ང་ཚོ་སྲོལ་རྒྱུན་གྱི་གྲོང་སྡེ་འདྲ་བོ་བྱ་བཞག་བས་ན་དྲི་མེད་མཁྱེན་ལྡན་གྲུ་བ་བཟང་མོ་ཧོར་གླིང་གཡུལ་འགྱེད་འདྲ་བོ་དེ་འདྲ་ང་ཚོ་སྲོལ་རྒྱུན་གྱི་གྲོང་སྡེ་དེ་འདྲ་མང་པོ་ཞིག་ཡོད་རེད་བ་ད་ཆ་ང་ཚོ་འདིའི་སྒང་ལ་བལྟ་ནས་མཐོང་གི་འདུག་ཨ། སྲོལ་རྒྱུན་གྱི་གྲོང་སྡེ་འདི་ལ་ང་ཚོ་གི་ཞིབ་འཇུག་བྱེད་ཆེད་ཡོང་འདི་དང་པ་དཔེ་བྱ་བཞག་བས་ན་གྲུ་བ་བཟང་མོ་འདྲ་བོ་བྱ་བཞག་ཡོང་གི་འདུག་བདུན་པ་དང་གི་གི་འདི་འདུག་ཨ་ཞུ་བོ་འདིའི་སྒང་ལོགས་ལ་ནི་བདུན་པའི་གི་ཐ་སྙད་བརྒྱ་དང་བདུན་ཅུ་དོན་གཅིག། ཕྱི་ཡུལ་ཐ་སྙད་བདུན་ཅུ་དོན་དྲུག་མི་ཤི་ཡུལ་ཐ་སྙད་དགུ་བཅུ་གོ་ལྔ། བརྒྱ་ཆ་བཅས་སོ་ན་བརྒྱ་ཆ་ལྔ་བཅུ་ལྔའི་ང་དོ་ཨ། ད་བརྒྱ་ཆ། མི་ཤི་བའི་ཐ་སྙད་བརྒྱ་ཆ་ལྔ་བཅུ་ང་ལྔ་ཡོད་ན་ཆ་ཡོད་ན་ཡོད་པ་ཡིན་ན་ད་གྲོང་ཁོ་རང་དཀའ་ལས་ཁག་པོ་ཆགས་ཚར་རོ་ད་གོ། འོང། སྲོལ་རྒྱུན་གྱི་གྲོང་འདྲ་བོ་དེ་གནས་སྟངས་འདྲ་བོ་དེ་འདྲ་ཅིག་ཆགས་བསྡད་ཡོད་རེད། ད་དེང་དུས་ཀྱི་གྲོང་སྡེ་ཡང་དེ་འདྲ་དེ་འདྲ་ཡོད་རྒྱུ་དེ་འདྲ་ད་ལྟ་གི་ཐོག་མཐའ་རིང་མོ་ཡོད་རྒྱུ་དེ་འདྲ་མང་པོ་ཞིག་དེང་སང་སླེབས་ཡོང་གི་འདུག་ཨ། ད་དེ་གས་དེ་ཡིན་པ་ཆ་བཞག་པ་ཡིན་ན་ཆང་བཙོ་ནང་ལོག་བཏབ་པ་ཡིན་ན་དམག་རྟགས་མང་པོ་རྒྱག་དགོས་དམག་རྟགས་རྒྱག་དུས་དམ་པ་ཁ་ནང་དུ་ཙི་ཀ་ལི་ཁ་པོ་དེ་འདྲ་མང་པོ་ཡོད་ཡོད་རེད་ཟེར་དགོས་རེད་ཙི་ཀ་ལི་ཁ་མང་པོ་མང་པོ་ཡོད་དུས་དམ་པ་ཁོ་ད་སློབ་ཕྲུག་ལ་དཀའ་ངལ་འཕྲད་ཡིན་པ་རོ། ད་ད་སྒྲུང་འབྲི་མཁན་གཅིག་གིས་བསམ་བློ་བཏང་ཡོང་དུས་དམ་པ་སྒྲུང་འབྲི་མཁན་གཅིག་གིས་སྒྲུང་འབྲི་དུས་དམ་པ་ཨ་ནི་ཐ་སྙད་མང་པོ་མ་ཤོད་ཡ་དེ་ནི་ཀ་ལི་ཁ་པོ་མ་ཤོད་ཐབས་ཤེས་ཡོད་རེད་ཟེར་ན་ཡོད་རེད། ནི་མི་ཤི་བའི་ཐ་སྙད་ངོས་འཛིན་བྱེད་པ་ལ་ནི་ཤི་བའི་ཐ་སྙད་བཙུགས་དགོས་ཀྱི་རེད། ད་མི་ཤི་བའི་ཐ་སྙད་ལ་མཐའ་ཡོད་མ་རེད་པ་བདེན་པ་རེད། དེ་ནི་ཤི་བའི་ཐ་སྙད་དེ་ཚད་ངེས་ཅན་ཅིག་ཡིན་པས་ང་ཚོ་གིས་ཚད་འཇལ་ཐུབ་ཀྱི་རེད་ཚད་འཇལ་ཡོད་རེད་ཟེར་དགོས། ནི་སྤྱིར་ཤི་བའི་ཐ་སྙད་གཅིག་པ་གཅིག་རྐྱང་ཡིན་པའི་མི་གཉིས་ཡོད་མ་རེད་དེ་བདེན་པ་རེད། དེ་ནི་ཁོར་ཡུག་དང་ལུས་རྩལ་གཅིག་པའི་ད་ཐུང་མོང་བའི་ཐ་སྙད་སྤྱི་ཡི་ཚ་གནད་ནི་ཚད་ཀྱིས་ཐུག་གི་རེད། ཡིན་ན་ཡང་ད་ནི་ང་ཚོ་བོད་པ་ལ་དེ་གའི་དེ་ཕལ་ཆེར་མེད་པ་ཟེར་འགྲོ་གི་རེད། ད་ང་ཚོ་བདེ་སྟེ་ལྟ་བ་ཡིན་ན་ཨོ་ད་དེ་འདྲ་ཡིན་དེ་དམ་པ། ནི་ང་ཚོ་ནུབ་ཕྱོགས་པའི་བྱིས་པའི་གི་རྩོམ་རིག་འབྲི་མཁན་དེ་ཚོ་གིས་ཁོང་ཚོ་གི་ཚིག་ཆེན་མོ་འདྲ་འགའ་དེ་ལྟ་གི་ཡོད་རེད་བ། ནི་ང་ཚོ་བར་དེ་ལོ་ང་ནི་ད

ད་ལོག་རྩེད་ལ་ཆང་བཅུ་པའི་རྟགས་མཚན་གྲུབ་ཅིག་ཁོང་ཚོ་གི་ལབ་ཡོད་རེད། འཛིན་གྲྭ་བཞི་བ་ཡན་གྱི་བུ་གུ་དེ་ཚོ་ལ་ལོག་ལྟས་དམ་པ་ལོག་རྒྱུར་ཐོགས་པ་མེད་པ་སྒྲ་གདངས་ཡང་དག་པོ་ཚིག་ལྟོས་གཟུགས་གཅོད་མཚོན་ཏག་ཏག་ཡོད་རྒྱུ། ཡང་ཅིག་གལ་ཆེན་པོ་ཡིན་པ་དང་ཐ་སྙད་མ་ཤེས་པ་དེ་ཚོ་ལ་གཟབ་ནན་དེ་ནས་ཀློག་མཚམས་ཡག་དག་པོ་དེ་ནས་སྒྲ་གདངས་ལ་འགྱུར་བ་གཏང་གིན་གཏང་གིན་སྐུ་ངོ་ཚ་སྙན་ངག་ཅོ་འདྲི་དང་བ་སྒྲ་གདངས་ཡག་ཅག་མ་བབས་པའི་བྱིས་བ་དེ་འདྲའི་ཅི་ནས་སུ་སུ་གི་ཚོར་བ་རྒྱས་པ་ཨ་ནི་གཞན་གྱིས་ཞེས་དང་མི་གཞན་པ་གི་ལབ་གི་ཡོད་པ་ནང་བཞིན་པ་ལ་ཅིག་ཡིན་ན་ཨོ་ཁྱེད་རང་ག་རེ་བྱེད་ཀྱི་ཡོད་ཟེར་དང་སྤུ་གུས་ཅིག་ན་ངས་ངས་ག་བྱེད་ཀྱི་མེད་ཟེར་ཅིག་དང་འདི་འདྲའི་འབྲས་བུ་གི་ལད་ཟློས་ཀྱི་རྣམ་པ་དེ་འདྲ་གི་ལོག་ཡ་ལོག་གཏང་དེ་འདྲ་ཅིག་སླེབས་པ་ཡོད་པ་ཡིན་ན་ནི་ལོག་རྩེད་ལ་དབ་ལོག་རྩེད་ཡག་པོ་ཆགས་ཡོད་པའི་གི་སྟངས་མཚན་དེ་གི་དེ་གི་རེད་ཨའོ་དུ་སུ་ཞུ་ཡ་ཡིན་ཐུགས་རྗེ་ཆེ།